ཨ་ནི། ད་ཡང་ཁྱེད་རང་གིས་ངོ་ཤེས་པ་དེ་འདི་ལས་ཁ་པར་གཏང་གི་འདུག་གང་ཚེ་ཁ་པར་གཏོང་བ་དེ་དང་ཁ་པར་གཏོང་བ་དེ་ཁ་པར་དེ་མིང་ཚིག་བྱས་གཏོང་བ་དེ་བྱས་ཚིག་ཟེར་བ་དེ་ནམ་རྒྱུན་བོད་སྤྱི་དང་ཟེར་བ་ཁ་པར་གཏོང་བ། དེབ་ཀློག་པ་ཟེར་བ་དེབ་དེ་མིང་ཚིག་བྱས་བལྟ་རིང་པོ་བལྟས་པ་དེབ་མིང་ཚིག་དཀར་ལ་དཀར་ལ་ནར་གློག་གར་གློག་དེ་བྱས་ཚིག་དཔའ་དེ་ལས་ཚིག་བྱས་མཐུན་པར་བ་དེ་དང་དེབ་ཀློག་པ་ལ་དེ་ཙམ་པ་ལ་ཚིག་གང་ཚང་དེ་ལ་ཡན།

ནས་ཆུ་འཐུང་བ། ད་ང་ཚོས་དཔེ་ཁ་སྐོམ་པ་ཡིན་ན་ག་ཚོད་རེད་ཆུ་འཐུང་གི་རུ་བ་ཆུ་འཐུང་བ་རུ་བ་ཆ་ཤོམ་གྱི་ཆུ་ཨའོ་ཐ་ཤོམ་གྱི་འཐུང་བ་འཐུང་བ་ཆུ་འཐུང་བ་ཆུ་དེའི་མིང་ཚིག་བྱས་འཐུང་བ་དེ་བྱེད་ཚིག་བྱས་ཆུ་འཐུང་བ་རུ་བ་ད་གི་ཚེ་ཁ་སྐོམ་པ་ན་ཆུ་འཐུང་བ་རུ་བ་གནམ་གྱི་ཚ་བོ་ཞུ་བས་ན་ཆུ་འཐུང་བ་འོ་དེ་རེད། ཤིང་ཏོག་ཟ་བ་ཟེར་བ་ཤ་ཁྱི་བོ་ཤིང་ང་ཤིང།

ད་འདི་ཅི་ལ། ད་འདི་ད་ལྟ་ང་ཚོ་གི་བྱ་ཚིག་སྦྱང་མཐའ་འཁྱོག་བྱེད་རུ་བ། བྱ་ཚིག་སྦྱང་མཐའ་འཁྱོག་འདི་གི་ཨ་ནི་གར་བྱེད་ར་ལེ་ན་ད་གླེང་མོལ་གི་ལམ་ནས་སྐད་ཆ་ཞིག་གི་ལམ་ནས་རུ་བ་སྐད་ཆ་བཤད་གི་ལམ་ནས་ད་ཕུག་དཔེར་ན་འདིར་གནང་ལོ་ལ་ཡ་ཚེ་རིང་དང་སྒྲོལ་མ་ལས་གཉིས་འདུག་བ། དེ་དང་ཚེ་རིང་གི་ག་རེ་བཤད་གོ་རེ་སྒྲོལ་མ་གི་ག་རེ་ལན་ག་རེ་རྒྱག་གོ་རེ་འོ་ད་འདི་ང་ཚོ་སྐད་ཆ་བཤད་གི་ཐོག་ནས་ཨ་ནི་རྣམ་པ་དང་ངོ་སྤྲོད་བྱས་རེ་བྱས་དང་འདིའི་ནང་ལོ་ནས་ད་ང་ཚོ་ག་རེ་ཤེས་དགོས་ད་ག་རེ།

ཁྱེད་རང་ཚོ་ག་བར་ཕྱིན་པ་ཡིན། དེ་དང་ཚེ་རིང་གིས་གྲོ་མར་ག་རེ་ལ་རེ་ལ་ན། ཁྱེད་རང་ཚོ་ག་བར་ཕྱིན་པ་ཡིན། ག་བར། རེད་བ། ཁྱེད་རང་ཚོ་ག་བར་ཕྱིན་པ་ཡིན། ཁྱེད་ཚོ་ག་བར་ཕྱིན་པ་ཡིན། རེད་བ། ཁྱེད་ཚོ། ཁྱེད་རང་ཚོ་ད་ཙམ་པ་ལ་གྲོ་མ་གཅིག་པུ་མ་རེད་དོ། གྲོ་མ་དང་མཉམ་དུ་རོགས་པ་ཡོད་དེ་ཧ་གོ་དོ། དེ་དང། གྲོ་མ། ཁྱེད་རང་གི་རོགས་པ་དེ་ཚོ་ཚང་མ་ག་བར་ཕྱིན་པ་ཡིན། དེ་དུས་གྲོ་མ་གི་ལན་ག་རེ་རྒྱག་རེད་ལགས།

རྒན་མོ་རྒས་ཏེ་སྐྱིད་པོ་ཞེ་དྲག་བྱུང་སོང་ཟེར། དེ་དང་སྒྲོལ་མ་གིས་ལན་ག་རེ་བརྒྱབ་ལ་ནི་ང་ཚོ་གཞས་ཉན་པ་ཡིན། ཨ་ཡར་རྒྱུག་མར་རྒྱུག་མང་པོ་བཏང་ཡིན། གནམ་ལ་མཆོང་རྐྱང་རྒྱག་ཡིན། བ་རྒན་མོ་ཤོར་ཡིན་རྒན་མོ་རྒས་ཡིན། ཨ་ནི་སྐྱིད་པོ་ཞེ་པོ་བྱུང་སྐྱིད་པོ་ཞེ་དྲག་བྱུང་སོང་ཟེར་ས་འདི་སུ་ལ་ལར་ལེན་ན་ཚེ་རིང་ལར་གདའ། འོ་དེ་བྱས། དེ་ནས་ཚེ་རིང་གིས་ག་རེ་ལ་རེ་ཨ་ལས་ལ་རེ་བ། ཚེ་རིང་གིས་ད་དུ་སྐད་ཆ་ཚང་མ་ཉན་ཟེར་བ་བྱས་ལ་ཚེ་རིང་ག་རེ་ལ་རེ་ཨ་ལས། ཁྱེད་རང་ཁྱེད་ཚོའི་སྐྱིད་པོ་ཞེ་དྲག་བྱུང་འདུག་ཁྱེད་རང་ཚོའི་སྐྱིད་པོ་ཞུ་བཏང་འདུག་སྐྱིད་པོ་ཞུ་བྱུང་འདུག་ཨ་ནི་དུ་མ་ག་ལ་རེད་དེ་རེད་ལགས་ཁྱེད་རང་ག་རེ་བྱེད་འདས་པ་ཡིན་དེ་ཁྱེད་རང་ཨ་ནི་ང་ཚོ་མཉམ་དུ་མ་ཡོང་བྱེད་འདས་ཁྱེད་རང་ག་རེ་བྱེད་འདས་ཡིན་ང་ཚོ་མཉམ་ཡོང་དགོས་རེད་ཁྱེད་རང་མ་ཡོང་ག་རེ་བྱེད་འདས་ཡིན་ཟེར་ཨ་ནི་དེ་རིང་ག་ལ་རེད་ངའི་ཨ་མ་ལ་ཁ་པར་བཏང་བས་ང་ག་རེ་ལྷག་རེད་ལ་ན་ངའི་ཨ་མ་ལ་ལ་ཡང་ཁ་པར་བཏང་ན་ང་ལྷག་རེད།

དྭོགས་པ་ཡ་ཏི་ཅག་གིའུ་ཅི་ཏེ་ཅི་ཀ་ཅི་ཀ། དྭོགས་བ་ཡ་ཏི་ཡ་ར་ཡར་ཁ་ཡར་ཁ། ས་ཏྭ་ཏྭ་ཏྭ་ན་རུ་ཏོན་ན་ཏོན་ཀ་ཏོན་ཀ། དྭོགས་ག་དྭོགས་ག་ཤིན་ཅི་གུན་ན་གུན་ཁ་གུན་ཀ། ད་ང་ཚོ་གནམ་གཤིས་འགྱུར་བ་འགྲོ་ཡག་གི་དུས་ཚོད་དེ་བཞི་ཡོད་རེད་བཞི་དེ་ག་རེད་ཅི་ཀ་ཡར་ཁ་ཏོན་ཀ་གུན་ཀ་དེ་ཚོད་བཞི་གང་ལ་ང་ཚོ་གནམ་གཤིས་དེ་འགྱུར་བ་འགྲོ་གི་རེད་བྱས་ཙང་ག་རེ་མིང་ག་རེ་བཏགས་ཡོད་རེད་ན་ཕྱོགས་བསྡོམས་བརྒྱབ་ཡོད་ན། དོག་དོག་རུ་ཟོས་ཞེས་པ་ནི་ནམ་དུས་ཞེས་ཟེར། ནམ་ལ་ཡོད་དེ། རྣམ་ཤེས་ལས་གྱུར་བ་རྣམ་ཤེས་ག་དུས་འགྱུར་བ་འགྲོ་གི་མེད་ཧ་གོ་མ་རུ་བ། དེ་འགྱུར་བ་དེ་ག་དུས་འགྱུར་བ་ཧ་གོ་མེད་པ་དང་ནམ། དུས་ལན་དུས་ཚོད། རུ་བ། འདི་སྐབས་སུ་ལ་རྣམ་ཤེས་ཚ་བོ་དང་གྲང་མོ་དང་ཨ་ནི། སྐར་དང་ཚ་བ་བརྒྱ་ཡས་དང་རླུང་འཚུབ་བརྒྱ་ཡས་དང་གང་ཚུད་མང་ཚུད་ཡོང་སྲིད་ཀྱི་རུ་བ། འོ་ད་དེ་ག་དུས་ཡོང་གི་ཡོད་ན་དུས་ཚོད་གཞིས་བཀག་ན་ཨ་ནི་ཡོང་གི་རེད་ཟེར། ད་དང་པོ་དེར་སྤྱིར་སྐར་རེད། དཔྱིད་ཀ། དེ་ནས་ཡར་སྐར་རེད།

གང་བབས་རྣམ་ཤེས་པའི་དོན་ངོ་ཡོད་རེད་དེ་ད་ལྟ་དེ་འདྲ་ཡང་ང་ཚོ་མཉམ་འགྲོ་ཡིན་ད་དཔྱིད་ཀ་མེ་ཏོག་བཞད་ཀྱི་རེད་དབྱར་ཀ་ཆར་པ་བབས་ཀྱི་རེད་སྟོན་ཀ་ལོ་ཏོག་སྨིན་གྱི་རེད་དགུན་ཀ་གངས་བབས་ཀྱི་རེད་ཟེར་བ་ད་དེ་ཚོ་ཅི་རེད་དེ་རྗེས་ལ་ད་ནམ་དུས་ཤིག་གི་རྣམ་ཤེས་དེ་ད།

ནམ་དུས་ཤིག་ལོངས་རེད་ཟེར་རོ། ད་སྐྱར་དུས་ཤིག་འདུག་ནམ་དུས་ཤིག་ལོངས་རེད། ད་དཔྱིད་ཀ་གར་ཅིག་རེད་ལབ་ན་མེ་ཏོག་ཤར་འདུག་རེད། དཔྱིད་ཀའི་མེ་ཏོག་ཤར་ཟེར་རོ། དཔྱིད་ཀའི་དུས་ཚོད་ལ་མེ་ཏོག་ཤར་གྱི་རེད། མེ་ཏོག་སྤང་ལ་ཤར་མེ་ཏོག་དེ་ཚོ་ག་བ་ལ་ཤར་འདུག་ཤར་གྱི་རེད་ལབ་ན་སྤང་གང་ལ་ཤར་ཡོང་གི་རེད། ད་དེ་ཚོས་སྤང་གང་ཤར་ཡོད་དུས་བརྩམས་པ་ལ་ནི་རང་བཞིན་གྱིས་སོ་སོ་གི་སེམས་པ་དེ་དཔྱིད་པོ་ཞུ་ཤར་ཟེར་རོ། དཔྱིད་ཤོད་རེད་དཔྱིད་ཤོད་དེ་སྐབས་སུ་ད་ང་ཚོས་མེ་ཏོག་ཤར་འདུག་བརྩམས་པ་ལ་ནི་ད་ང་ཚོས་དཔྱིད་ཤོད་དེ་ཆགས་འདུག་གི་རེད། རེད། རེད་བ། དབྱར་ཁ་ཉི་མ་ཤར། དབྱར་ཁའི་དུས་ཚོད་ལ་ཉི་མ་ཤར་སྐོར་རེད། དཔྱིད་ཀའི་དུས་ཚོད་ཉི་མ་ཤར་ཡ་མེད་མ་རེད་ཉི་མ་ཤར་སྐོར་རེད། ཨ་ནི་དབྱར་ཁའི་ཉི་མ་ཤར་སྐོར་རེད། དབྱར་ཁའི་ཉི་མ་དེ་ཧ་ལས་པའི་ཚ་བོ། རེད་བ། དབྱར་ཁ་པས་ཉི་མ་ཚ་བོ་ཚ་བོ་ཤར། དེ་ད་ག་ཚོད་ང་ཚོ་ཉི་མ་ཚ་བོ་ཤར་སོང་ན། ཨ་ནི་ད་ད་ལྟ་དུས་ཚོད་དེ་ལ་ང་ཚོ་ནད་ཡམས་འདི་གའི་རེད་བ་ཕྱིར་ལོག་འགྲོ་ཡ་མི་འདུག། བྱས་ཙང་བྱས་ཙང་དབྱར་ཁ་དྲོ་ཉི་མ་ཚ་བོ་ཡོད་པའི་སྐབས་སུ་ལ

ལྷུང་ཡབ་དུས་དུས་མ་སར་བཟའ། ལོ་མ་སར་ལ་ལྷུང་བཟློག། སྐྱོ་ཤོས་རེད་སྐྱོ་ཤོས་ད་འདི་སྐབས་སོ་སོའི་རོ་སེམས་པ་སྐྱོ་ཤོས་དུ་ཆགས་ཡོད་རེད་བར་དུ། སྔས་མ་གཡེར་ཁ་ལྗང་གུ་ཡོད་དེ་ལྗང་གུ་ལྗང་ཐིང་ཡོད་དེ། ཨན་སྟོན་ཁ་མེད་ཅིག་མ་སར་ལྷུང་བཟློག་ཚང་མ་རོ་ལྗང་གུ་ཚང་མ་བརླག་འགྲོ་གི་རེད་བ་བྱས་ཙང་འདི་སྐྱོ་ཤོས་རེད་སྐྱོ་ཤོས་རེད་ཟེར་བ་སེམས་པ་དཔེ་སྐྱོ་གི་འདུག་ཟེར་བ། གུང་ཁ་གང་བབས་ད་འདི་ལས་སེམས་པ་སྐྱོ་རུ་བ་གུང་ཁ་གང་བབས་སྐོར་ད་གང་བབས།

ཉི་མ་ཚ་པོ་ཤར་ཆུའི་ནང་ལ་འཛུལ་ཆུའི་ནང་ལ་འཛུལ། སྟོན་ཁར་ལོ་མ་ལྷུང་ལོ་མ་ས་ལ་ལྷུང། སྐྱོ་ཤོས་རེད་སྐྱོ་ཤོས་རེད་དགུན་ཁ་གང་བབ། ང་ཚོ་གང་བཙས་བཙས། སྐྱོ་སྐྱིད་ཤོས་རེད་སྐྱིད་ཤོས་རེད་ཟ་འགྲིག་འདུག་ནམ་ཟ་འདུག་ཟས་འགྲིག་འདུག་ཟེར་བ་དེ་ཟིག་རོགས་གནང། ད་འདི་ནང་ལོགས་ནས་ཅོང་ཅོང་ཚན་ཆུང་ཆུང་ཞུ་རེད། ཨ་འདི་ནང་ག་རེ་ཡོད་རེད་ན། གཤམ་གསལ་དྲི་བ་ལན་བརྒྱབ་ས་ང་ཚོ་མ་འོག་ལ་ཡོད་མཁན་ཚང་མ་ལ

རྣམ་པ་ཚོ་དེའི་ནང་ལ་བྱས་རེད། ཁྱེད་རང་གི་ནམ་དུས་སྐྱིད་ཤོས་དེ་ག་རེད་ད་ལྟའི་སོ་སོ་བྱས་རེད། ཁྱེད་རང་གི་ནམ་དུས་དེ་དབྱར་ཁ་ན་དབྱར་ཁ་སྐྱིད་ཤོས་ཡིན་རྒྱུ་མཚན་ག་ཚད་ནས་ཡིན་ཞེས་ཟེར་རོ། ཨ་ནི། ག་ཚོད་གུང་ཁ་སྐྱིད་ཤོས་ན་གུང་ཁ་སྐྱིད་ཤོས་རེད་རྒྱུ་མཚན་དེ་རེད་དེ་རེད་ཀྱང་ང་གུང་ཁ་སྐྱིད་པོ་ཡོད་ཟེར་ཚུལ་མ་རྣམ་པ་ཚོ་རྒྱུ་མཚན་དྲངས་ཡོད་རེད་ཟེར་རོ། ཁྱེད་རང་ཚོའི་ནམ་དུས་སྐྱིད་ཤོས་དེ་གང་ཡིན་ནམ་ཟེར། ད་ནམ་དུས་ཞིག་གི་ནང་ལོགས་ནས་ནམ་དུས་སྐྱིད་ཤོས་དེ། སྐྱོ་ཤོས་དེ་མ་རྩ་སྐྱིད་ཤོས་དེ་ག་རེ་ཡིན། ངན་པའི་རྒྱུ་མཚན་གང་ཡིན། རྒྱུ་མཚན་གོ་རུ་བ། རྒྱུ་མཚན་མེད་ཀྱང་ང་སྐྱིད་པོ་ཡིན་སྐྱིད་པོ་འདུག་ན་སྐྱིད་པོ་མི་འདུག་ལད་ཡ་ཡོད་མ་རུ་བ་རྒྱུ་མཚན་གོ་རུ་བ་རྒྱུ་མཚན་ག་རེ་ཡིན་ཟེར་ལོ་དེ་དུས་རྣམ་པ་ཚོས་ངེས་པར་དུ་དེ་དྲི་བ་གསུམ་ཞིག་དོ་ཨ། ལོ་དེ་ངེས་པར་དུ་ལན་བསྐྱལ་རུ་ན། ཨ་ནི་དེ་མིན་པའི་རུ་བ་ཡང་དོགས་འདྲི་དེར་ཡོད་ནར་ད་དོགས་པ་དྲི་བ་ག་རེ་ཡོད་ནོར་བ་རྣམས་སུ YouTube གི་བར་དུ་ཡ Comment འབྲི་ས་ཡ་རེ་འདི་ནང་ལ་ངེས་པར་དུ་གནང་རོགས་གནང་རོགས་ཨ་ད་ད་གར་ཚ་དེ་འགོ་ཚུགས་ཀྱི་མི་འདུག་ཨེ་ཕ་འགོ་ཚུགས་ཀྱི་མི་འདུག་ཨེ་གི་ལ་ཡང་འདི་སྔས་མ་གི་བརྙན་ཐུང་དེ་སུས་སྐྱོ་འདི་ནང་ལོག་ནས་ཡང་འགོ་ཚུགས་ཀྱི་མི་འདུག་དེ་ཡ་དྲི་བ་གཏང་ན་འགྲིག་གི་རོ་ཨ་དེ་ད་རྣམས་པ་ཚོ་དྲི་བ་ཡོད་པ་ཞིག་གནང་རོགས་གནང།